ལོ་རྒྱུས་ཉིན་ཞིག་རྩ་བརྒྱུད་པ་ཡི་ལེའུ་དྲུག་པ། ད་ལྟ་ང་ཚོ་ཧ་མ་ཅིས་མུ་སྟེགས་ཀ་ཡེ་ལ་གུས་ཞུ་བྱེད་དགོས་པའི་ལོ་རྒྱུས་དེ་ལྟ་གི་ཡིན། མཚན་མོ་དེ་ལ་རྒྱལ་པོའི་གནས་མ་གུས་པ་དང་གཞུང་ལྡན་གྱི་སྐོར་ཐུགས་བདེ་རྣམས་ཁོང་གི་དྲུང་དུ་ཕྱི་ནས་ལོག་དགོས་པའི་བཀའ་གནང་བ་རེད། སྡེ་དེའི་ནང་དུ་སྔོན་མ་སྐུ་སྲུང་དམག་མི་གཉིས་ཀྱིས་རྒྱལ་པོ་སྐུ་སྲས་བྱེད་པའི་བྱེད་ངན་བསྟན་པ་དེ་མུ་ཏིག་ཀ་ཡེ་ཡིས་ཧ་གོ་ནས་རྒྱལ་པོ་ལ་སྙན་ཞུ་ཕུལ་ཡོད་པ་དེ་གསལ་པོ་བཀོད་ཡོད་པ་རེད། རྒྱལ་པོ་ཡིས་དྲིས་པ། དེའི་སྐོར་ལ་མུ་ཏིག་ཀ་ཡེ་ལ་གུས་ཞབས་ག་རེ་ཞིག་ཐོབ་པ་རེད་ཞེས་དྲིས་པ་རེད། ལས་བྱེད་པ་དེའི་ལན་དུ་མུ་ཏིག་ཀ་ཡེ་ལ་བྱ་བ་གང་ཞིག་ཐོབ་ཡོད་མ་རེད་ཞེས་ཞུས་པ་རེད། དེ་ནས་རྒྱལ་པོ་ཡིས་ཁྲུས་ཁང་ནང་དུ་སུ་འདུག་གམ་ཞེས་དྲིས་པ་དང་སྐབས་དེ་དུས་ཧ་མ་ཁྲུས་ཁང་ནང་དུ་སླེབས་པ་རེད། ཁོང་གིས་མུ་ཏིག་ཀ་ཡེ་དེས་སྐལ་བ་བསྟན་དུ་སོ་ཐུགས་ལ་གཏོང་དགོས་པས་རྒྱལ་པོ་ལ་ཆོག་མཆན་ཞུ་དུ་སླེབས་པ་རེད། ལས་བྱེད་པ་ཡི་ལན་དུ་ཧ་མ་ཁྲུས་ཁང་ནང་དུ་འདུག། དེ་ནས་རྒྱལ་པོ་ཡིས་ཧ་མ་ཏིག་ལ་ཁྲིད་ཤོག་ཞེས་བཀའ་གནང་བ་རེད། ཧ་མ་ནང་དུ་སླེབས་པ་དང་རྒྱལ་པོ་ཡིས་ཁོང་ལ་སྐད་ཆ་དྲིས་པ། གལ་སྲིད་ངའི་མི་ཞིག་ལ་གུས་ཞུ་བྱེད་འདོད་ཡོད་པ་ཡིན་ན་ཁོང་ལ་ག་རེ་བྱེད་དགོས་སམ་ཞེས་དྲིས་པ་རེད། ཧ་མ་ཡི་བསམ་པ་ལ། རྒྱལ་པོ་ཡིས་གུས་ཞུ་བྱེད་ས་ནི་ང་མ་གཏོགས་གཞན་སུ་ཡང་ཡོད་མ་རེད་ཞེས་བསམ་པ་རེད། དེ་ནས་ཧ་མ་ཡིས་རྒྱལ་པོ་ལ་ཞུས་པ། ཁྱེད་ཀྱིས་གུས་ཞུ་བྱེད་འདོད་ཡོད་པའི་མི་དེ་ལ་དེ་འདྲ་བྱེད་དགོས་ཀྱི་ཡོད། ཁྱེད་ཀྱི་ན་བཟང་དང། ཕྱི་ལྟ། མཛེས་རྒྱན་རྣམས་ཕྱིར་ཤོག། ཁྱེད་ཀྱིས་མགོ་ཁྲིད་ཐུགས་ཤུགས་ཤིག་བདམས་ནས་ཁོང་ལ། ཁྱེད་ཀྱིས་གུས་ཞུ་བྱེད་དགོས་པའི་མི་དེ་ལ་ཁྱེད་ཀྱི་ནང་བཟང་དང་མཛེས་རྒྱན་རྣམས་སྤྲད་དུ་བཅུག་ནས་དེ་ནས་ཁོང་ཁྱེད་ཀྱི་ཕྱི་ཟླ་སྟེང་དུ་བྱོན་དུ་བཅུག། མི་དེ་ལ། རྟ་དེ་ཁྲིད་ནས་དྲུང་ཆེར་ཆེ་སོང་ལ་ཚང་མ་ལ་འགྲོ་དུ་བཅུག་ནས་མི་མང་རྣམས་ལ་ཁོང་ནི་རྒྱ་བོད་ཡིས་གུས་ཞུ་བྱེད་ས་མི་དེ་རེད་ཞེས་པའི་གསལ་བསྒྲགས་བྱེད་དུ་བཅུག་ཞེས་ཞུས་པ་རེད། རྒྱལ་པོ་ཡི་བཀའ་གནང་བ། ཁྱེད་བླ་བསང་འགྲོ་ནས་ན་བཟང་དང་རྟ་དང་མཛེས་རྒྱན་དེ་ཁྲིད་ཤོག། ཁྱེད་རང་གིས་ག་རེ་བཤད་པ་དེ་ནང་བཞིན་ཚང་མ་ཡ་ཧུ་དཱ་པ་ཡི་མོ་ཏའི་བཀའ་ཡིན་ལ་དེ་ལྟར་བྱེད་དགོས་ཞེས་གསུངས་པ་རེད། དེ་ནས་ཧ་མ་ཡིས། རྒྱལ་པོ་ཡི་ན་བཟང་དང་མཛེས་རྒྱན་དེ། མུ་ཏི་ཀ་ཡེ་ལ་གོན་པ་དང། མུ་ཏི་ཀ་ཡེས་རྒྱལ་པོའི་ཆས་རྟ་སྟེང་དུ་བྱོན་ནས་ཧ་མ་ཡི་རྟ་དེ་ཁྲིད་དེ། དྲུང་ཆེ་ཡི་སྲོང་ལམ་མཚོ་མ་ལ་ཕྱིན་ནས། ཁོང་ནི་རྒྱལ་པོ་ཡི་གོས་ཤོག་བྱི་ས་མི་དེ་རེད་ཞེས་པས་ཧ་མ་ཡི་གསལ་བསྒྲགས་བྱས་པ་རེད། དེའི་རྗེས་སུ་མུ་ཏི་ཀ་ཡེས་ཕོ་བྲང་ཡི་ཇོ་བོ་ལ་ལོག་པ་དང་ཧ་མ་རང་གི་ནང་དུ་ལོག་ནས་མགོ་བོ་བཀུག་ནས་སེམས་པ་ཤིན་ཏུ་འཕངས་པ་རེད། ཧཱ་མ་ཡིས་གནས་ཚུལ་དེ་ཚང་མ་སོ་སོ་ཡི་གྲོགས་པོ་དང་གཅེས་མིང་ལ་བཤད་པར་རེས། དེ་དག་གིས་ཁོང་ལ་ལན་དུས། མོ་ཏི་ཀ་ཡི་རྐྱེན་གྱིས་ཁྱེད་ཀྱི་དབང་ཆ་དེ་རྩ་མེད་འགྲོ་གི་རེད། ཁྱེད་ཀྱིས་ཁོང་ལ་རྩ་བ་ནས་ཁ་གཏད་བྱེད་ཐུབ་ཀྱི་མ་རེད་ཞེས་བཤད་པ་རེད། ཁོ་ཚོ་མུ་མཐུད་ནས་སྐད་ཆ་བཤད་བཞིན་ཡོད་པའི་སྐབས་སུ་རྒྱ་བོད་ཡི་ལས་བྱེད་པ་ཞིག་ཡོང་ནས། ལ་སང་ཧཱ་མ་དེས་རྒྱ་མོ་ཨིས་ཏར་ཡི་སྲོལ་གཏན་ལ་འཕྲད་འགྲོ་བ་རེད།